གི་བཙན་འཛུལ་དང་སྙི་མོ་མེད་གི་ནང་ནི་ཚོང་ལས་ལ་སོགས་པའི་སྟངས་ནས་ཡིན་ན་འགྲིག་ཁྲིམས་ངེས་ཅན་ཡོད་གི་དེས་མི་ཚད་དར་ཅིག་ལི་ཁ་ཆི་ཟིག་གི་ཐོག་ཡིན་ན་ཁྲིམས་ཀྱི་རྣམ་པ་ཅན་ནི་འདི་རིགས་སྐྱོང་ནི་སོང་དུས་མི་ཡོངས་ཀྱིས་བཀའ་ཁྲིམས་ཚོ་རེ་སྲོང་བཙན་སྒམ་པོ་བཞིན་མཚན་གསོལ་ཐོག་ཟེར་ད་སྲོང་བཙན་ཟེར་རྒྱུ་ཆུང་དུ་གི་མཚན་ཡིན་གྱི་རེད་སྒམ་པོ་ཟེར་རྒྱུ་སྟག་ག་ནི་བླ་ཐབས་སུ་བསྣན་པ་ཡིན་གྱི་རེད་ཆིབས་བརྒྱུད་ཀྱི་ཚུལ་ད་ད་སྦྱར་བ་ཤེས་གི་ད་ཧ་ལས་པ་རེད་ད་དེ་གི་ཕྱིར་གཏོགས་ཀྱི་ཚིག་ལྟ་བུ་ཟིག་སྦྱར་རོ་སྲོང་བཙན་སྒམ་པོ་བཞིན་མཚན་གསོལ་བ་རེད། དེ་ལྟར་བྱུང་བ་ཆེན་པོའི་མཛད་སྒོ་རེའི་སྐབས་སུ་རྗེ་བློན་རྣམས་མགུར་རེ་བཞེངས་ཡིག་ལུགས་སོར་ཡོད་པ་འདི་ལ་བསམ་ན། རྗེའི་མགུར་བསླབ་བྱ་བ་སོགས་ཀྱང་བཙན་པོའི་མགུར་བཞེས་པ་ལ་མཐུན་རྐྱེན་མཛད་པའི་ལྷ་དག་ལ་ཟེར་རམ་སྙམ། ད་ལྟར་ཡིན་ནོ་ད་དུས་ཕྱིན་ཆད་རེ་གི་ད་ལྟ་རྗེ་བློན་ཐམས་ཅད་ཀྱི་མགུར་རེ་བཞེངས་ཀྱི་ལུགས་སོར་ཡོད་ཀི། དེའི་ལུགས་སོར་དེའི་ངོས་ནས་བལྟས་ཚེ་ཀི་འོ་ད་རྗེ་ཡི་མགུར་བསླབ་ཅིག་གསུམ་ཟེར་གི་འདུག་རྗེ་བོ་ད་སོ་རྒྱལ་བོའི་སློབ་ལངས་དུས་ན་མགུར་རམ་འདེགས་ཡིན་ནས། ད་དེ་མི་རམ་འདེགས་ཡིན་མཁན་ཡིན་ཟེར་ནས་འདི་མི་གི་ལྷ་གམ་མྱང་ཡིན་གྱི་རེད།

ད་སྔོན་ཆད་མེད་པའི་ཡིད་ཀྱི་སོར་བྱེ་བ་དང། ད་འདི་ནས་བལྟ་ཡོང་གི། དེ་མིན་ན་གོང་གི་དང་ཁོང་གི་དེའི་ནང་ན་ད་བརྗོད་བྱ་གཟུགས་ཧ་ལས་པ་རང་ཆེན་པོ་དག་དག་ཡོང་གི་ད་དེའི་ནང་ནས་དུམ་བུ་གཟུགས་གཅིག་གི་སང་ཉིན་བྱེད་རེད་ཨ། ད་དེ་རང་འདི་ནས་ཡིད་ཀྱི་གོ་རིམ་བཤད་ཀྱི། འདིར་བོད་ཡིག་གི་བྱུང་ཚུལ་རྒྱལ་རབས་དང་འབྲེལ་བར་ཅུང་ཟད་བཤད་ན། ད་དགེ་འདུན་ཆོས་འཕེལ་གྱི་འདི་ནི་སྲོང་བཙན་གྱི་ཕྱག་རྒྱས་ཆེན་པོ་གསུམ། ཝུར་གྱིས་ཡུལ་གྲུ་རྒྱལ་ཁབ་ཆེན་པོའི་ས་ཁྱོན་དུ་བསྐྱོད་པ་དང་སྔོན་མེད་པའི་ཡི་གེ་སོར་ཞུས་པ་དང་ཐུབ་པའི་དམ་པ་རིན་པོ་ཆེ་ཐོག་མར་སྤེལ་བར་སིལ་མི་ཡང་སྲུང་འགོ་ཁ་ད་གི་གཅིག་གི་ཕར་ཆེར་སྲོང་བཙན་གྱི་ད་དངོས་གནས་དྲང་གནས་ཀྱི་བླ་ན་མེད་པའི་མི་སྤོ་རྩ་ཆེན་པོ་ཟིག་ཡིན་ནོ་དུ་གོ་བ་བླངས་ན་འདི་སྲིན་པོའི་ཐོག་ད་རུང་གཅིག་ལྷན་དགོས་ཀྱི་རེད་བསམ་ད་གི་ད་དོན་ཚན་བཞི་འདྲ་ཟིག་གི་སྟེང་ནས་གོ་བ་བླངས་ཚེ་གི་ད་སྲོང་བཙན་གྱི་ག་ཐག་པོ་བཙན་རྒྱལ་ཟེར་རྒྱུ་ཁྱི་ཟིག་གི་ལྟར་ཟིག་བསམ་གྱི་ཟིག་གཅིག་ན་ད་བོད་ཀྱི་ཞི་དྲག་གཉིས་ཀའི་ཐབས་ལམ་ལ་བརྟེན་ནས་བོད་ཀྱི་ཡིག་ཐོག་འདི་རྒྱལ་ཁབ་ཆེན་པོའི་ས་ཆུ་འདི་རྒྱབ་ཅེས་པ་རེད་གཉིས་ན་སྔོན་མེད་པའི་ཡི་གེ་སོགས་ཞུ་ཡ་རེད། གསུམ་ན། རྒྱབ་ཅེས་པ་ཙམ་མ་ཟད་སྟབས་སྤྱི་ཚོགས་ཀྱི་སྒྲིག་རིམ་དང་དངོས་གནས་དྲང་གནས་ཀྱི་དཔར་ཡོང་གི་རྒྱལ་ཁབ་ཟིག་གི་འགྲོ་ལུགས་ཀྱི་སྲོལ་དུ་ཚོང་ལས་ཀྱི་ཐད་ནས་ཡིན་ན་འདྲ་གི་གང་ཐད་ནས་ཕྱོགས་མང་ཟིག་ནས་བལྟར་ན་སྒྲིག་གཞི་ལྟ་འབུལ་བའི་ནང་དོ་བདག་གཙོ་བོ་ཟིན་གྱི་རེད་བསམ་གི་གྲོང་ཚོ་ན་གོ་བ་ལོན་ན། དེའི་ཐོག་ཨ་ཐབས་ནི་ཐམས་ཅད་པོའི་དངོས་བོའི་མཐུན་རྐྱེན་དང། འདི་མིག་གི་ཐོག་ནས་ཕུན་སུམ་ཚོགས་ནའང་མྱི་ཀུན་པོ་ཡང་སེམས་ཀྱི་པོ་ཡོངས་ཀྱི་དང་སེམས་ཀྱི་ཐོག་ལ་ཕན་ཐོགས་པ་ངེས་པ་སྟོང་གི་ཤེས་རིག་ཨ་ཐབས་པའི་གཏམ་པ་རིན་པོ་ཆེ་རྒྱ་གར་ནས་སི་ར་སྤེལ་ནོར་འདི་བཞུགས་བཏང་ནས་སྲོང་བཙན་གྱི་སྐུ་ཚེ་གི་མཛད་རྗེས་དེ་གི་གཅིག་གི་སྐོར་ལ་ལེན་དགོས་ཀྱི་རེད། ད་དེའི་ནང་ནས་འདི་ན་ད་ཡི་གེ་གི་སྐོར་བྲིས། ད་ཡི་གེ། ཡི་གེ་ཟེར་གི་འདུག་ཇོ་དུ་དཔར་ཡོང་གི་མཚོན་རྟགས་གཙོ་བོ་ཡི་གེ་རེད་ད་དཔར་ཡོང་གི་མཚོན་རྟགས་གཙོ་བོ་གི་ཕྱིར་འགྲོ་བ་མིའི་རིགས་དུ་དུད་འགྲོ་ལས་ཁྱད་དུ་འཕགས་སྐྱེས་པོ་དག་བསམ་གཞིག་གི་ཤེས་རབ་དང་སྨྲ་བརྗོད་ཀྱི་ནུས་པ་གཉིས་ཀ་ཡིན་ཟེར་དགོས་ནི་རེད་འགྲོ་བ་མིའི་རིགས་ཟེར་རྒྱུ་དུ་མཐོ་རིམ་སྲོག་ཆགས་ཡིན་ཟེར་གཅིག་གི་གཞི་རྩའི་མཚོན་རྟགས་དུ་སྨྲ་ཤེས་པ་སྟོན་དགོས་བ་དེ་ཡི་སྲོང་བཙུགས་ཀྱི་བསམ་གཞིག་གི་ཤེས་རབ་དང། སྨྲ་བརྗོད་ཀུན་ནུས་པ་གཉིས་ཀྱི་ནང་ནས་ཡིན། ད་སྨྲ་བརྗོད་ཀུན་ནུས་པ་དང་བསམ་གཞིག་གི་ཤེས་རབ་གཉིས་ཀ་ཡི་གེ་མེད་པ་ཡིན་ན་ནུས་པ་དེ་ཙམ་ཡོད་ནི་མ་རེད། ཡི་གེ་འདིས་མི་རབས་མི་རབས་དང་མི་རབས་ཀྱི་ལོ་རྒྱུས་ཉམས་མྱོང་ཡི་གེའི་ཐོག་ལ་ཧབ། མི་རབས་སྔ་མ་སྔ་མའི་ཤེས་རབ་དང་མི་རབས་ཕྱི་མ་ཕྱི་མ་རྩིས་སྤྲོད་ཉམས་མྱོང་ཕྱོགས་བསྡུས་ཀྱི་སྟངས་ནས་ཡི་གེ་གི་དེའི་འཕྲོ་ད

འདི་གི་ད་སོང་ཚེ་འགམ་བུའི་རང་འོག་གི་ཡི་གེ་དེ་ད་རེའི་ལི་ནི་རེད་ཟེར་ད་ལྟ་ང་ཚོས་བེད་སྤྱོད་བཏང་བཞིན་པའི་འོད་ཀྱི་ཡི་གེ་འདི། དེའི་སོང་ཚེ་གི་ད་ལྟ་ང་ཚོས་བེད་སྤྱོད་བཏང་བཞིན་པའི་འོད་ཀྱི་ཡི་གེ་འདི་སོང་ཚེ་འགམ་བུའི་རང་བཟོའི་ནི་ཡིན་དང་མ་ཡིན་དུས་ད་ལྟ་བར་དུ་རྩོད་ཉོག་ཡི་གོ་རྒྱུ་དེར་ཏོ་རྩོད་པ་མཐའ། ད། མཐའ་ཆོད་རྒྱུ་མེད་རྫི་ན་གང་ལྟར་རྩོད་པ་རྒྱུན་མ་ཆད་ད་དུས་ད་ལྟ་བར་དག་ནི་ད་འོད་ཀྱི་ཟེར་རེད། ད་དེའི་སྐོར་ནི་གི་ཅི་འདི་ནི་མ་ར་འདི་དང་འགྱོ་ད། འདིར་འོད་ཡིག། བྱུང་ཚུལ་གྱི་རྒྱུད་རབས་དང་འབྲེལ་བྱུང་གསལ་བཤད་ན། དེ་ཡང་རྗེ་འུར་སྟོན་སོགས་ཀྱིས་ནཱ་ག་རའི་ཡི་གེ་ལ་དཔེ་བྱས་ནས་ཐ་མི་མཛད་པར་བཞེད། ལན་བཟའ་དང་དཔར་རྟགས་གཉིས་ལ་དཔེ་མཛད་ནས་དཔེ་སྐྱིན་དང་དཔེ་མི་མཛད་དོ་ཞེས་མཁས་པ་གཞན་དག་གིས་གསུངས། ད་ལྟའི་ཞྭ་ལུ་ལོ་ཆེན་ཡིན་ཀན་གི་ཆུ་རྫིང་རེད། གཏམ་རྒྱག་གསེར་ཐང་གི་ནང་འདིའི་ཕྱི་མོའི་མཁས་པ་གཞན་དག་ཟེར་རྒྱུ་ཞྭ་ལུ་ལོ་ཆེན་བཞག་པ་ནི་རེད།

ཁང་རེ་ཟིན་ན་སོང་ཙང་གི་ཡར་ནང་དབང་གི་ཆུ་འདི་མིག་གི་རྒྱ་ཆེན་པོ་བཟོ་ད་དར་ཟི་ཏོ་ཡི་གེ་ཟི་གི་སྟང་ནས་མི་དར་ལ་ཆེ་ཟི་གི་དར་ནི་རེད་ཟིན་ནས་སོང་སར་ཏི་ཡོང་གོ་ནི་རེད་སོང་ཙང་གི་གོང་དུ་འོད་འཁྱུད་དེ་ཙམ་དར་ཡི་གེ་མི་ཟི་ར་མི་བདེན་ཞིང་དེ་ན་ཡི་གེ་ཆི་ཟི་ཡོད་ཟིན་ན་སྟག་ཟི་གི་སྟོང་ཡིག་བྱ་བ་བཞང་བཞོང་གི་ཡིག་གིན་ཏི་བསྒྱུར་དེ་རི་མན་དྲག་ཏི་བསྒྱུར་དེ་རིམ་གྱིས་ཧོ་ཅན་དང་འབྲི་མར་འགྱུར་སོགས་ཟེར་ཟིན་ན་ད་དེ་མདོ་ཚིག་གཅིག་ཏི་རེད།

རྐུབ་སྟེགས་སར་ཡ་འཛིན་མཁན་གྱི་རང་དང་ངེད་ཅག་ནི་ངག་འདོན་བྱས་ན་མ་རེད་ཡ། ད་ག་ཆེད་བར་མེད་འཛིན་ནས་ན་སྲོག་གཅིག་དུས་སུ་བྱུང་བས་བཟང་ཆེ་ག་ལ་བ་ལ་སོགས་པ་ད་ལྟའི་བར་རྒྱ་གར་གྱི་རིགས་སོ་སོར་ཡོད་པར་བརྟགས་ལ་ཡི་གེ་བཀོད་པ་རྣམས་འོ་ཡིག་དང་ཧ་ཅང་འདྲ་ཆེ་ཞིང་ཅུང་ཟད་སྦྱངས་ནས་བལྟས་ཚེ་གླགས་མི་མཁས་བ་ཞིག་གིས་འོ་ཡིག་བྲིས་སམ་སྙམ་པ་འཆར། ཡིག་འབྲི་ཕར་ཆེར་མ་ལྷབ་ཀྱང་ཐོ་རེ་བ་རིགས་ཀློག་ཐུབ་པར་འདུག།

དེ་གི་གི་ནི་མཆོན་པིར་ཀི་ད། སྲོང་བཙན་གི་འཇིག་ཏུ་ཀི་པ་དེ་སྦྱར་སྲོང་བཙན་གི་སྐབས་དེ་ཀི་པ་དེ་སྦྱར་གྱི་གི་འཇིག་ག་གི་དོ་ནོ་ད། ད་གི་ཐོ་མིག་ཟུ་ནི་ཡིན་ཟིན་ནོ་ད་འོ་ཀི་ད་ཏི་ཡི་གི་ད་ཀི་པ་དེ་ཡི་གི་ད་ཤིན་ཏུ་འདྲ་ནུས་བཏང་ནི་ད་བརྒྱ་ཆ་བརྒྱ་ཐམ་པ་ད་ཏི་ཡི་གི་ད་ཀི་པ་དེ་ཡི་གི་ཧོས་ཤིན་ནི་བྲིས་ནི་རེད་བསམ་གྱི་གི། དཔང་རྟགས་རྙེད་སོང་ནི་རེད་ར། ད་གི་ནི་མཆོན་པིར་ཀི་ཏི་ཀོ་ར་གཏམ་རྒྱུད་གསེར་ཐང་གི་ནང་མ་སོང་ཡོང་ནི་རེད་ད་ཁྱེད་རྣམ་པའི་བ་ན་ད་ནི་ག་ལེ་ཟི་འདི་རི་ཡོད་ཏི་ཙི་གི། ད་འདི་ནི་ཁོང་གི་དཔེ་མཚོན་ཙི་འགོད་རྒྱུ་ཡིན་ཟི་གི། བོད་མཚོ་འཛིན་སྐོར་ནི་འདི་ནས་ཡི་གེ་ཐིག་ཤར་གཉིས་བྲིས་བ་གི་འདི་ནས་གཞུ་མ་བོ་ཡི་གུ་བྲིས་ནི་རེད་ར་དང་མ་བོ་ཕར་ཕྱིར་བཀག་པ་དེ་ཡི་གེ་གི་ད་འདི་མི་ཟེར་ཡས་ཟེར་བ་གི་གི་ནི་ཅུང་པིར་གི་སྐད་ནི་རིག་འགྱུ་ཡི་གེ་དེའི་ཚིག་གི་འདི་གཉིས་ཀ་ཤིན་ཏུ་འདྲ་གི་ར་གི་ནི་ཅུང་པིར་གི་མདོ་འདི་འོན་ཀྱང་ཐུབ་ཟེར་ཕར་ཕྱིར་བཀག་མེད་གི་ད་འདི་ནང་འདི་མི་མི་ཤེས་ཀྱི་གཅིག་གཉིས་རེ་ཡོད་པ་མ་གཏོགས་འདིའི་དོན་དག་ཏུ་ཕྱིས་མི་ཟེར་ཡས་ཟིན་ན་འདི་རེད་ཨོ། ཡིག་འབྲུ་ཕར་ཆེར་དཔེ་མཚོན་ཙམ་བཙུམ་ན་གཞོན་ནུ་བི་བི་ཡི་བཟང་ཅིག་ལགས་པ་ལ་འདི་ལྟར་བྲིས་ད་གཞོན་ནུ་བི་བ་གི་རྒྱལ་པོ་ཡིན་གྱི་ར་དེའི་བཟང་ཅིག་ལགས་ལགས་ཐོག་འདི་བྲིས་ཡོད་གི་འདིའི་ནང་དོན་ལྷ་ཆེན་པོ་ལ་བྱང་ཚ་ལོ་ཧོར་ཟླ་བ་བི་བའི་རྣམ་པར་རྒྱལ་རིགས་རྒྱལ་སྲིད་ཀྱི་སློབ་ཅིག་ཡིན་མི་འགྲིག་གི་ཟླ་བ་ལ་གཟིགས་ནས་དོན་དག་རེད་ཧོར་ཟླ་བ་བི་བ་འདི་དུས་ད་རྒྱལ་པོ་རེད་ད་རྣམ་པར་རྒྱལ་རིགས་རྒྱལ་སྲིད་ཀྱི་ཁྲི་སློབ་ཅི་བཞི་ཡིན་མི་འགྲིག་ཟླ་བའི་ནང་དུ་བྲིས་ནས་ཡིན་ཟེར་ཡོད་གི་ད། འདི་གང་གི་དུ་བོ་ཡིག་གི་ཐོག་དང་ཤིན་ཏུ་འདྲ་བས་ན་འདི་མི་ཟ་འདྲ་མཚུངས་རེད་ཟེར། དེས་ན་བོ་ཡིག་གང་ལ་དཔེར་བྱས་པའི་ཞིབ་མོ་དེ་ཡང་ཀག་པའི་ཡི་གེ་འདི་ཡིན་ནམ་སྙམ། ད་དེ་དགེ་ནི་ཆུན་པེར་ཀི་འདི་ཀག་པའི་ཡི་གེ་འདི་ཡིན་ཁ་རེད་ཟེར། ད་འདི་དགེ་ནི་ཆུན་པེར་ཀི་གཏམ་རྒྱག་གསེར་ཐང་གི་ནང་རྒྱུ་མཚན་སྣ་ཁ་གསུམ་འདྲ་ཟབ་དྲང་བ་འདི་རེད། གཅིག་ཇི་ཟེར་རེད་ཟེར་ན་སྟག་གཟིག་ཤིན་ཏུ་འདྲ་ནོ་ད་ལྟ་འདི་རིགས་བལྟས་ན་ད་ནོར་ལ་ནོར་ལ་ཡིན་ནོ་སྟག་གཅིག་རེད་ཟེར། གཉིས་ནི། ད་རྒྱ་གར་གི་གསར་ཤོས་རྒྱ་གར་གི་རྒྱ་གར་གི་གསར་ཤོས་ཁྱེད་ད་བོད་གི་གསར་ཤོས་ཁྱེད་འདི་རིགས་བསྡུར་ཚག་གི་ད་སྐད་ཁ་འགའ་ང་ལ་སོགས་དམངས་ཆོས་འདྲ་གི་ཡོད་ནི་རེད་ར་སྐབས་དུ་དུ་དུ་དཔང་རྟགས་གཙོ་བོ་གཅིག་རེད་དཔང་རྟགས་གཙོ་བོ་གཅིག་རེད་ད་བོད་གི་མཁས་གཞན་རྣམས་དང་མི་འདྲ་བ་ཟིག་གི་ཁྱེད་ཀྱི་སྟོད་དུ་སྐྱ་ཆང་རྒྱབས་སུ་སྨད་དུ་བཞད་ཟ་ཨག་སུ་སྨན་པ་ཡིན་ཟིག་གོ་ནི་རེད་རྒན་ནི་མཐུན་པར་གི་དུ་མ་རེད་གསུང་གི་ནན་ཇོ་ཙ་ཚ་འཛ་བཞ་ཟ་ཨ་ཇོ་ཚ་འཛ་བྷ་ཙ་ཚ་འཛ་བྷ་བཞ་ཟ་ཨ་ཡིག་བདུན་ལྷན་ཅིག་ཟ་ཨ་སི། ཡི་གེ་བདུན་བསྣན་པ་རེད། དེའི་ཁུལ་ཕྱི་གཟུགས་ཀྱི་རྣམ་པ་ཡིན་ཟེར་ན་ཕྱི་ལྕགས་ཁུ་ཏོག་པོ་ལངས་ངམ་ཆུང་ཆུང་རེད་ཟེར་བ་མ་རེད། རེད་ད་ཁྱེད་ཅིག་གི་སེམས་ལྷོད་ད་བ་བ་ཁྱེད་ཅིག་གི་བསམ་བློ་ཟོ་ཐོང་ད། གང་རེད་ཟེར་ན། རྒྱ་གར་གྱི་ཡི་གེའི་ནང་མི་རྒྱུ་འོ་དོ་སྤྱིར་བཏང་གི་བྱ་ཆ་འཇགས་ཟིན་པོ་མ་རེད་རྩ་ཚ་འཛག་ཟིན་པོ་རེད། དུས་ད་ལྟའི་བར་དུ་རྒྱ་གར་གྱི་ལྷོ་བྱང་གང་སོང་ད་རྒྱ་གར་གྱི་མི་དེ་སྤྱིར་བཏང་རྩ་ད་ཚ་འཛག་ད་ཆུ་མི་དཔེ་གི་ཟེར་ཁ་གི་མི་ཆུ་གི་ཟེར། དུ་སོང་བ་མི་བདེན་ན་ཁྱེད་ཅིག་གིས་སོང་བ་ཚོད་ལྟ་བྱེད། བརྒྱ་ཆ་འཇའ་ཟེར་དུས་ཁ་ནང་འཁྲུགས་སེ་ཡོང་ནི་རེད་མ་རྩ་ཚ་མཛའ་དུས་རྒྱ་གར་གི་སྐད་སྐབས་སྤྱིར་བཏང་མི་འཆུག་གི། དུ་རྒྱ་གར་གི་སྐད་ཀྱི་ནང་མེད་པའི་དཔང་རྟགས་གཙོ་བོ་གཅིག་རེད། གཉིས་ནི། རྒྱ་གར་གི་གསར་བཤད་འདི་ཟེར་ན་དངོས་གནས་དྲང་ནི་གི་ད་སྒྲ་རིག་པ་གི། སྐད་བརྡ་རིག་པའི་ཐོག་ནས་དུས་ཚིགས་ཀྱི་ཚད་ངེས་ཅན་ཟེར་ག་ཐོག་འདུག་ལུས་ནི་གི་ཡི་གེ་ར། ཀ་ཁ་འགའ་ང་ཅ་ཅ་འཇའ་ཀ་ཁ་འགའ་ང་ཟེར་གི་ད། ཡི་གེ་བཞི་བོ་དུ་ཁ་ནང་ནས་ཧ་རབ་དོན་ཚིག་གི་སྒྲ་ཡོང་སྟངས་ཡོང་ཁུངས་གཅིག་རེད།

དག་གི་རྩ་ཚ་མཛའ་བྷ་བཞའ་བཟའ་ཨ་ཛི་ན་ཡིག་དབྱིབས་ཟླུམ་པོ་དག་བཅུ་གཅིག་ག་ཏི་བ་རི་སྣན་ཙམ་མི་ན་སྟོད་དུ་བརྒྱ་རྐྱང་བརྒྱག་གསུམ་སྨད་དུ་བརྒྱ་རྩ་ཨག་གསུམ་རྩ་བ་གཉིས་ནི་མ་རེད་གསུང་གི། དག་གཅིག་རྒྱ་གར་གི་སྐད་གི་མི་ཆོས་གི་ཟེར་གཉིས་གི་རྒྱ་གར་གི་བརྡ་སྤྲོད་རང་གི་ཐོག་ནས་སྐད་བརྡ་རིག་པའི་ཐོག་ནས་གི་གཅིག་གི་མདོ་མདོ་ཡིན་ཟེར་གི་རྒྱ་གར་གི་གསར་ཤོས་དག་དེར་ཡོང་ནི་མ་རེད་ཟེར་ད་དཔང་རྟགས་གཉིས་བ་ཡིན་ཟེར།

དེས་ན་ཨོ་ཡིག་གང་ལ་དཔེར་བྱས་པའི་ཞིབ་མོ་དེ་ཡང་བཀག་པའི་ཡི་གེ་ཡིན། དེར་མ་ཟད་རྙིང་མའི་གཏེར་ཡིག་གི་བྲིས་ཀྱི་བརྡ་ཡིག་དེ་དག་ཀྱང་བཀག་པའི་ཡི་གེ་ལ་ཤིན་ཏུ་འདྲ་བ་མང། འོག་གི་ཡི་གེ་གི་ནང་གི་ཆེས་རྙིང་མ། ཆེས་རྙིང་བ་ར་ད་སྔ་འགྱུར་རྙིང་མ་གསང་སྔགས་རྙིང་མ་གསང་གི་ལས་ཀ་བརྡ་ཡིག་མང་གི་རེད་ད་བརྡ་ཡིག་ཟེར་གྱི་འདུག་བརྡ་ཡིག་གི་བརྡ་ཡིག་དེ་དག་ཀྱང་བཀག་པ་དེ་ཡི་གེ་ཤིན་ཏུ་འདྲ་གི། གཞན་ཡང་ཞིབ་ཏུ་བརྟགས་ཚེ། དབུ་ཅན་དབུ་མེད་གཉིས་ཀྱང་ཐོག་མ་ཞིག་ནས་མཉམ་དུ་འཛད་པ་མིན་པར་ཟད་ད་དབུ་ཅན་གུ་ཡངས་རྣམས་ཀྱིས་གསུངས་ན། ལ་མཛའ་ལ་དཔེར་བཞག་ནི་དབུ་ཅན་དུ་བཟོ་བར་ལྟ་ལ་དཔེར་བཞག་ནི་དབུ་མེད་བཟོ་ནི་རེད་ད་ཁོས་བལྟས་ན་ད་གཉིས་ཀ་དང་བོ་ནས་དབུ་ཅན་ཛི་དང་དབུ་མེད་ཛི་ཛི་ནི་གཉིས་བཟོ་ནི་ཟོ་ཆོག་ནི་མ་རེད། དབུ་ཅན་འདི་ག་རང་མགྱོགས་པོར་བྲིས་པ་ལས་དབུ་མེད་རང་ཤིག་ཅེས་བྱུང་བ་ལྟར་མངོན་ཏེ། ཡི་གེ་དབུ་ཅན་དུ་ཇེ་མགྱོགས་ཇེ་མགྱོགས་ཇེ་མགྱོགས་ཀ་ཐོབ་ན་དབུ་མེད་དུ་རང་ཤིག་གི་ཐོབ་ཡོང་ནི་ཟི་རེད་མིན་ན་དང་བོ་ནས་དབུ་ཅན་ཟི་ཀྱི་ཟི་དང་དབུ་མེད་ཟི་ཀྱི་ཟི་གཉིས་བཟོ་ནི་ཟོ་མ་རེད། དབུ་མེད་དུ། ཅི་ཡོད་ཅིག་གིས་ཅི་འཇོག་ག་མཐོང་ཡོང་ནི་ཟེར་རེད། སྔོན་གྱི་ཡིག་རྙིང་མང་བོ་དང་ད་ལྟ་ཡང་འབྲུག་ཡིག་ན་དལ་ཧྲུལ་ཆེ་བའི་ལྷོ་ཡིག་ཏུ་གྲགས་པའི་ཡིག་གཟུགས་རྣམས་ལ་བལྟས་ན། དབུ་ཅན་དབུ་མེད་དུ་འགྱུར་ཚུལ་མངོན་སུམ་དུ་མཐོང་བ་ལྟར་འདུག་སྟེ། ད་འབྲུག་ཁ་འབྲུག་ཡིག་ཏུ་བཏང་སང་ད་རྒྱལ་ཁབ་བཟི་རེད་ད་ཡིན་ན་སྐད་དང་ཡི་གེ་གཅིག་གི་སྐད་དང་ཡི་གེ་ཕལ་ཆེར་གཅིག་རེད་ད། འབྲུག་པའི་གདབ་སྤྲོ་ཟེར་རྒྱུ་ཟོ་བོ་ཡིག་གི་གདབ་སྤྲོ་དང་འཕྲན་བུ་འཕྲན་བུ་མི་འདྲ་བ་ཟིག་ཡོད་གི་མ་གཏོགས་སྤྱིའི་ཆ་ནས་གི་ཆ་གི་གཅིག་རེད། ཚེ་རིང་གསུང་ཚིག་གི་དུ་སོགས་བལྟས་ན་ཅི་འཇོག་ག་ཡོང་ནོ་དུ་ས་བོ་ཟེར་རེད། ད་འདི་ནི། དཔེ་གསུམ་བྱུང་བ་ཀི་ད། འདི་འདྲར་འདུག་ཅིང་ཡི་གེ་གཞན་རྣམས་ནི་འགྱུར་ཚུལ་གོ་སླ། ད་འདི་ཡི་གེ་ཅན་རྫུ་འཕྲུལ་དེའི་འཕྲོ། དེ་ནས་ས་ར་བྱུང་ཟིན་འགྱུར་ནི་ཟིན། དེ་ནས་ས་ར་ཤིན་ཏུ་འགྱུར་ནི་ཟིན། འདི་ལྷག་པར་དུ། འབྲུག་ཡུལ་ན་དར་ཧྲུལ་ཆེ་བའི་ལྷོ་ཡིག་ཟིག་འདུག་བརྗོད་དེ་དཔེ་མཚོན་བྲིས་ནས་ཨེ་ན་འདི་ཚོའི་ངོ་ལྟ་ཅི་ཟིག་གི། ཇེ་མགྱོགས་ཇེ་མགྱོགས་ཡོང་ནོ་ཏི་གཞི་ཞིག་རེད། ད་རུང་གི་ནི་ཆུ་འབེར་གི་གཏམ་རྒྱུད་གསེར་ཐང་ནའང་སོང་བ་ནི་རེད། ཆི་ཟི་རེད་ཟེར་ན། རྒྱ་ནག་གི་ཡི་གེ་གི་ནང་ཡང་ཀི་པ་ཏི་ཡི་གེ་ཡོད་གི། དེའི་མི་ཚད། སངས་རྒྱ་ལས་ཡི་གེ་གི་ནང་ཀ་པ་ཏི་ཡི་གེ་ཡོད་ཀི་སི། ཀ་ན་རོ་ཀོ། ཀ་ན་རོ་ཀོ་ཀ་པ་ཏི་ཡི་གེ་གི་ཀ་ན་རོ་ཀོ་འོ་ཡིག་གི་ཀ་ན་རོ་ཀོ། དེ་གི་སངས་རྒྱ་རིག་གླང་གི་ནང་གི་ཡི་གེ་གི་ཀ་ན་རོ་ཀོ། རྒྱ་གི་སྔགས་ཡིག། གསང་སྔགས་གི་ནང་གི་སྔགས་ཡིག་འབྲུ་གཅིག་གི་ཡི་གེ་ཟི་ཧོས་བཞག་ཡོད་ཀི་ད་ད་ཧ་ར་ཏི་ཙི་ཀི་དང་གསང་སྔགས་ཀློག་ཚུལ་ཙི་ཀི་ཀ་ཛི་ནོ་ཏི་ཡི་ནི་འདྲ་ཟི་རེ་ད་ཏི་བྲི་ཡོད་ཀི་ཏི་ཀོ་ཛི་ནི་རེ་ཨེ་ཛི་ཡོད་ཀི་ད་ཏི་ཐམས་ཅད་པོ་འདི་བལྟས་ན་སྙིགས་ཙམ་ནི་ད་ད་ཨུར་ཙིག་རྒྱག་རྒྱུ་མ་གཏོགས་ཧ་ར་ཞིག་བལྟས་དུས་ཀིརྦི་ཡི་གེ་གི་སྟེང་ནས་སི་ར་ཐོན་ནས་ནོ་ས་འོ་རེ་ཨེ་ཛི་ཏི་རེ་པང་ཏི་ཀ་དྲང་བ་ནི་རེད།

དབུ་མེད་ཀྱི་ས་བབ་དག་པ་ཟིན་ནོ་སྒོམ་སྒྲ་དོན་དུ་ཡང། ཡ་ད་འགྲམ་མཚུངས་སུ་ཡོང་དགོས་དུས་དོན་དག་ཕྱིའི་གནའ་བོའི་དུག་གི་བསགས་ཤོར་ཡིན་ནོ་མགོ་དམར་ཚག་ག་རྩེ་བ་ཚག་བཞག་ཚག་གི་འདི་མི་ཟིན་ཡོང་གི་ཟིན་འདི་རེད་དོན་ལ། ཡི་གེ་བྲིས་ནས་ས་བབ་དག་པ་ཟིན་རེད་འདོད། འདིའི་སྐྱེ་དམའ་ར་ཅིག་སྟག་ཟི་འདྲ་ཟི་རྒྱ་བོ་རྒྱོ་ད་ཉམས་ནོར་གྱིས་ཆེན་ཟ་རེད་ར། འདིའི་སྟག་འདི་མ་བརྒྱབ་ཚག་གི་ཡ་ལོག་སོང་གི་རེད་འདོད། འདིའི་སྟག་ཏུ་རྒྱབ་བཞག་དུས་ཀྱི་གཅིག་གིས་ས་བབ་དག་པ་ལོག་ནས་ས་བརྡབ་པ་གཉིས་ཀས་ཁྱད་པར་འབྱེད་ནོ་འདི་གཉིས་ཀ་རྩག་མ་ཡིན་ཟིན་གྱི་དོན་དག་ཡིན་གྱི་རེད་ད་སྐྱེས་ཀྱི་སྟག་འདྲ་བོ། ཡི་གེ་འདིའི་བཤད་སྔ་མ་ས་ཡིག་དང། ཞེས་པའི་ཕྱིར་ན། བགེགས་དང་ནང་ནས་དེ་གཉིས་ཀ་མཉམ་གཅིག་ཏུ་གྱུར་ན་ཙཀ་ཧྲུར་ཏུ་རྒྱ་གར་རང་གི་ཙཀ་ཧྲུར་རང་རང་རེད་གསུང་ངོ། གཞན་ཡང་ཡིག་འགོའི་དྭངས་སྐྱུགས་འདི་ཡང་ཨོམ་ཡིག་གི་གཟུགས་རིམ་གྱིས་འགྱུར་བར་བྱེད་དེ། ད་རྒྱ་གར་གྱི་ཡི་གེ་ཐམས་ཅད་ཀྱི་མགོ་ན་ཨོམ་ཡིག་ཡོད་ས་རེད། ད་ཨོམ་གྱི་དོན་དུ་ཧ་ལས་པ་གཏིང་ཟབ་པོ་ཡིན་རྫུན་ནི་བྲམ་ཟེ་བ་རྣམས་ཀྱི་འདྲུ་ཤེས་ཡ་མཚན་རྒྱག་འདོད་རེད། གཞིག་ནས་སྣང་བའི་ཡང་ལེགས་སྦྱར་གྱི་ཡི་གེའི་ཐོག་ནས་གསང་སྔགས་དད་དུ་སུ་དང་ད་ཨོམ་གྱི་སྐུ་གསུང་ཐུགས་མཚོན་ཚུལ་ལ་སོགས་འདྲུ་ཤེས་མ་རྒྱག་དགོས་རེད་དེ་སྤྱིར་བཏང་ཨོམ་གཏིང་ཟབ་མོ་ཡིན་ཟེར་མཁན་བྲམ་ཟེ་བ་རེད་མི་རྟག་པ་རེད།

རྒྱ་ཡིག་རྒྱ་གར་གྱི་ཡི་གེ་སྟོང་བའི་ཨོམ་ཡིག་འགོ་ཡོད་ནོ་ལྟ་རིམ་བྱེད་རིམ་གྱིས་འགྱུར་འོང་ནི་ཟེར་རེད་ཟེར་གོ་གི་འདུག་རེད། རྒྱ་དཔེ་རྣམས་ཀྱིས་དེབ་སྟོང་བ་ལ་ཨོམ་ཡིག་རེ་འབྲི་ཤོར་འདུག་ཀྱང་རྒྱ་ཡིག་གི་ཨོམ་གྱི་གཟུགས་ནི་ད་ལྟའི་བར་འདི་འདྲར་སྣང་ལ་ཟེར་འདི་རེ་མུན་ནག་ཁྲོད་འོག་མུན་ནག་གི་ཅིག་གི་དབུ་འཁྱིལ་དང་བར་འཁྱིལ་རེར་དཀར་ཟེར་རེད། རང་རེའི་དཔེར་ཉག་འགའ་རེའི་འོག་ལ་ཡང་སྟངས་ཕྱོགས་འདི་འདྲ་འདུག་ཟེར་གོ་ད་ལྟ་ངུ་སུ་རིག་མྱོང་དེ་མིན་ཡི་གེ་རྙིང་བ་གི་ནང་ནག་གི་ལག་བྲིས་བཞག་མའི་ནང་དུ། འདི་འདྲ་འདུག་ཟེར་བ། ཉང་མིག་གཏེར་ཆོས་དག་གི་དབུ་བླ་ཨོམ་འདུ་བྱུང་བ་དེ་ཡང། ཨང་གཟིགས་ཇོ་འདུ་བྱུང་བ་དེ་ཡང་ཨོམ་དུ་འདུག་སྙམ། དེའི་མི་ཚད་གཏེར་ཚག་ཟེར་གི་འདུག་ཅེས་ཟེར་བ་ཀི་ཟེར་ད་གཏེར་ཚག་ཟེར་ཟེར་བའི་ཆེད་ཀྱི་གནའ་གི་ཆེ་གཟིགས་སྒོ་ནོར་བོ་ད་ལྟའི་ཡིག་གཟུགས་དེ་མྱང་ང། འབྲི་ཚ་ནི་མ་རེད་ད་གི་སྤྱི་བཏང་སང་ལྟོ་ཕྱུགས་འདྲ་མི་འདྲ་བྲིས་ནི་གྲོང་ཅོག་འདྲ་བ་བྲིས་ནི་ཡིག་གཟུགས་ཟབ་བྲིས་ཡོད་ཀ་དེབ་བྲིས་ནུ་ནང་གནའ་གི་ཡིག་རྙིང་ལ་ལ་ད་ལྟ་ཟེར་གྱི་མེད་གི་ཧོ་ཅན་ཡིན་རུང་ཚགས་གཉིས་མིན་གཉིས་ཚགས་ཟེར་གླ་དག་གཅིག་བརྒྱབ་ཨོ་ག་གཅིག་བརྒྱབ་ནི་ད་ཚགས་གཉིས་གཉིས་ཀྱི་སྐོར་ནི་གཏེར་གཏེར་ཚགས་གཏེར་ཚགས་རེད་གཏེར་ཚགས་ཟེར་གི་འདུག་ཀྱི་འོག་ཏུ་འབྲི་གོང་དཔར་འཛིན་གྱིས་འགྲམ་རྡོ་དང་འགར་ཞིག་གི་དཔར་འཛིན་མོ་དེ་འགྲམ་རྡོའི་ནམ་ཁྱད་དུ་མི་འདུག་གི་འོ་ཡིག་རྙིང་བ་རིགས་ལ་གང་ཡིན་མཐར་ཚགས་ཁྲག་གཉིས་རེ་དང་འགའ་རེ་ལ་ཚིག་རེ་རེ་བཞིན་ཚགས་ཁྲག་གཉིས་རེའི་བར་དུ་བརྩི་པ་སོགས་ལྷ་སའི་རྡོ་རང་ལའང་འདུག་པའི་དོན་ལ་འོ་ཡིག་རྙིང་བའི་ཧྲོལ་དུ་སྣང་ལ། ཚགས་དང་བོ་གཉིས་མཉམ་དུ་བྲིས་ར་ལས་བུད་མེད་ཀྱི་བར་ཚགས་ནར་མོ་དེ་བྱུང་བ་འདི་འདྲ་འོ་ད་ལྟ་དེ་རེད། ཡང་ཚགས་ཤེས་དགོས་ནི་རེད་དེ་རྒྱ་གར་གྱི་སེ་ར་བསྒྱུར་ནས་ཡོང་ནུས་སྤང་ཐག་བཅང་གི་མེད་གི་ད་བོད་ཁྱིམ་དུ་བུད་མེད་དེ་སེ་ར་འགྱུར་ནས་ཡོང་ནུས་སྤང་ཐག་བཅང་དགོས་ནི་རེད་ར། གཏེར་ཚགས་ཟེར་གི་འདུག་ཡོད་དོ་འོག་གི་ཡི་གེ་རྙིང་བ་དེ་སྟེང་ནས་འབྲི་ཤོར་ཡོད་གི་འབྲི་གོང་བར་འཛིན་གི་ད་སྒྲ་མདོ་དང་འགལ་ཟེར་ནས་གོ་སྐབས་མཛད་འདུག་གི་ད་ད་སྒྲ་མདོ་གི་དོན་དག་ཟིན་མ་རེད་གསུང་གི་ད་ད་གི་ནི་འོག་ཡི་གི་ཡི་གེ་རྙིང་བ་ཐམས་ཅད་གི་ད་ག་ནས་ད་ཡོད་གི།

དེས་ན་བོད་ཡིག་གི་ཧྲོལ་གསར་དུ་ཕྱིན་ནས་བཟུང་ད་བར་ལོ་གཅིག་སྟོང་སུམ་བརྒྱ་ཙམ་སོང་ཟིན་མོད། དེའི་བར་ལ་ད་དེ་ནས་བོད་ཀྱི་ཡི་གེ་འདི་སུས་རང་བབས་བྱུང་ནི། ད་མདོར་བསྡུས་སུ་དགེ་ལེགས་ཆོས་འཕེལ་གྱིས་དེ་རིགས་གསུང་བ་གི་དེའི་གསུང་ཚིག་གི་སྐད་བརྡ་དེའི་ཡི་གེའི་སྙིང་བ་དངོས་སུ་ཁོང་རིགས་ཀྱི་རིགས་ནི་འདི་ཡིན་ནི་ཁུངས་གཏུགས་ནོ་དི། ད་ཚན་རིག་གི་སྟེང་ནས་ཕལ་ཆེར་དཔང་རྟགས་ལྟ་བུ་ཟེར་ཡས་བསམ། རེའི་གསུང་ཚིག་གི་ད་ལྟའི་ང་ཚོས་བོད་སྐྱོར་བཏང་བཞིན་པའི་ཡི་གེ་དེ་སྲོང་བཙན་སྒམ་པོའི་རང་བཟོ་ནས་ཡིན་པ་བར་ཆད་བསྟན་གྱི་རེད་བསམ་པ། ཡིན་ནའང་སྲོང་བཙན་ཡར་སྣང་བ་ཏག་ཏག་འུ་དེ་ཡི་གེ་ཟིག་ཡོད་མེད་དང་འུ་གི་ཡི་གེ་དེ་དང་ཤེས་རིག་གི་རྣམ་གྲངས་གང་དང་གང་ཡོད་མེད་ལ་སོགས་པ་ལྟ་གི་ཅིག་གི། ད་རུང་བཤད་བཞིན་འཇོག་གི་རེད་ད་ད་རུང་བཤད་བཞིན་འཇོག་གི་རེད། དེ་རེའི་གསུང་ཚིག་གི་ད་ལྟ་ད་གཡུང་དྲུང་བོན་གྱི་ཡིག་ཆ་འདི་ཟིག་ཡིན་ན། བཀའ་འགྱུར་བསྟན་འགྱུར་ཟེར་གྱི་གི་འདི་གཉིས་གསུང་རབ་མང་ཟིག་ཡོད་འདི་རེད་ར། གསུང་རབ་མང་ཟིག་ཡོད་འདི་རེད་ད་འདི་ཐམས་ཅད་པོ་གཏེར་མ་རེད། འདི་ཐམས་ཅད་དོག་སྟེར་མ་རེད། མཁར་མོའི་བསམ་གཏན་གྱི་གསུང་ཚིག་རིས་ཀྱི་དུས་རབས་བཅུ་གཅིག་པ་ཡར་ནང་ནས་ཡི་གེ་གཟི་ལྟར་ངང་ཡང་ཀྲུང་དབྱང་གི་ནང་མེད་ཀི་དེ་མི་གསུང་གི་ཡོད་ཀི་ར་དེ་སྔ་ཆད་ཀྱི་དངོས་ཡོད་གནས་ཚུལ་དང་ལོ་རྒྱུས་འདི་ཁྲིམས་མཐུན་ཆགས་སྡང་གི་རྩ་བ་ཉིད་ནས་མ་བསླབ་པའི་སྟེང་ནས་ཞིབ་འཇུག་གིས་གོ་རྒྱུ་རེད་ར་ང་ཚོས་ཁྲིམས་མཐུན་ཆགས་སྡང་གི་དབང་གིས་ཡང་ཀྲུང་དབྱང་དེ་ལོ་རྒྱུས་དུས་མིན་གཟིམ་མ་མེད་ཀི་དེ་ཡར་ནང་གི་དུ་འཛིན་པ་རེད་ཟེར་དགོས་དོན་ཡོད་ནི་མ་རེད་དེ། ཡང་དུ་ཐམས་ཅད་དོག་སྟེར་གི་རེད་དོག་སྟེར་ར་བུའི་ཇོ་བོ་དུ་བློ་དང་དང་བོ་དང་བོ་ཟིག་ནས་བིས་ནི་རེད་ཟིག་ནི་ཁས་ལེན་དགོས་ན་ཡང་དུ།

ཡིན་ནའང། ད་ཡང་ཀྲུང་ཨུ་འགུལ་སྐྱོད་ཁང་ཁུལ་ཡར་མར་གྱི་དང་ལེན་གནང་གི་ཡོད་མ་རེད་ད་གར་མེད་བསམ་ཐེངས་གར་མེད་བསམ་ཐེངས་སྤྱིར་བཏང་གོང་རིག་དབོན་པོ་རེད་ར། ད་གི་ཧ་ལི་པི་གི་ཁུལ་ཡ་ཆེན་པོ་རེད། དེ་ཡིན་སོང་ཙི་གི་ད་ངེས་པ་དོན་གི་ད་བཙན་པོའི་ཡར་ནང་གི་ཡིན་ཤག་ཤག་གི་བོན་གྱི་ཡིག་ཆ་རྙིང་བ་དེ་མིས་ཐོན་ན། ལྷག་པར་ད་སོང་ཙི་ཡར་ནང་གི་ཡིན་ཤག་ཤག་གི་བོན་གྱི་ཡིག་ཆ་རྙིང་བ། དེ་མིས་ཟི་ཀར་ཏེ་ཚན་རིག་གི་དཔང་རྟགས་བྱེད་ཐུབ་པ་ཟི་ཐོན་ན། ཡང་ང་ཚོའི་འདི་ཆེན་པོའི་ལྟ་བའི་ཐོག་ཁ་བསྐྱར་དུ་བསྐྱར་ཞིབ་ཡིན་ན་ཆོག་གི། རེད་དེ། ངེས་ཀ་བོན་གྱི་ཡིག་གི་ཡི་གེ་འདི་དག་ལ་ཁོང་རྣམས་མིའི་འགྲུལ་བཞུད་མཐའ་ཡས་བ་ཟི་རྒྱག་གི་ཡོད་ན་ཡང། དངོས་ཡོད་ད་ང་ཚོའི་ད་སོ་སོའི་སྐྱེ་བོ་རང་ག་བ་གི་དཔང་རྟགས་ཀྱི་སྒོ་ནས་འདིར་ཡོད་ཀྱི་ཙི་གུ་དུས་རབས་བཅུ་གཅིག་པའི་ནང་ལྟེ་ལུའི་ཐོན་པ་ཡར་ནང་གི་ཡིག་ཆ་ཕར་ཆེར་དྭངས་སང་ཡོད་ས་མ་རེད་ད། ད་བོད་ཀྱི་བཙན་པོའི་སྐལ་བ་ཆག་འཇིག་མང་བ་འཁོར་སོང་ནི་གི་མེད་ནི་རེད་ལྟེ་རིགས་མིན་གི་མེད་ནི་རེད་དུ་གསུང་སྲིད་པ་རེད་ར་རེད་དེ་དུ་རྩ་བ་ཉིད་ནས་རྩ་བརླག་ག་འཁོར་འགྱོ་ཀྱི་ཨུ་ཤི་ད་བསམ་གི་ད། སངས་རྒྱས་ཀྱི་ཆོས་ལུགས་ལྟ་བ་ཟི་ནས་ཆག་འཇིག་ཕྱི་མི་ཟི་འཁོར་ཟི་རྒྱ་གར་ནས་མོ་སི་ལང་གི་ད་སངས་རྒྱས་ཀྱི་ཆོས་ལུགས་འདི་ཕྱི་མི་རྩ་གཏོར་ཟིས་ཟི་ད་གནའ་བོའི་ལེགས་སྦྱར་གི་ཡི་གེ་དོ་རེ་བ་རྙེད་གི་ཡོད་ནི་རེད་གི་ཅི། རིག་ནི་གསར་བརྗེ་ཆེན་པོའི་སྐབས་འགྲོ་ཟེར་ན་འདི་མི་ཆགས་འཇིག་གི་གསུངས་སོ་འོ་ཀི་ཡི་གེ་བརྒྱ་ཐམ་པའི་ནང་ནས་དགུ་བརྒྱ་ཐམ་པ་འཇིག་སོང་ཅེས་ཏོང་ཀ་རིན་པོ་ཆེ་གསུངས་དགོས་ནི་རེད་ད་དེ་ལྷག་མ་ཁོའི་ལྷག་ད་འོ་ནི་རེད། ད་ཁོའི་ཁྲི་སྲོང་ལྡེབ་རྩེ་འགའ་སྐབས་ལྟ་བའི། དངོས་གནས་དྲང་གནས་ད་གཡུང་དྲུང་བོན་གྱི་བསྟན་པ་ལ་ཚུར་མིན་པའི་གདོང་དག་ཞིག་ཡོད་པ་བདེན་པ་རེད་དེ། རྩ་བ་ཉིད་ནས་སྐད་རིགས་གཅིག་གོ་མ་གཏོགས་གཏན་མེད་དུ་ཆགས་འཇོག་བརྒྱ་དུས་མིང་ཚབ་ཆེན་པོ་ཟིག་ཡང་ཨོ་ཐ་བ་ཨ་བསམ་འདུག་གི་དེ་ཡི་གསུངས་ཟིག་གི་ད་ཐམས་ཅད་བོད་གོས་ཀྱི་བསམ་བློའི་ནང་གཏོགས་པ་དེ་ལས་ཤར་ན་ཆོག་གོ། གང་ལྟར་བོད་ཡིག་བཟོ་ཚུལ་གྱི་སྐོར་དེ་མི་ཟེར། དེ་མདོར་ན་བོད་ཡིག་ཏུ་སྲོང་བཙན་གྱི་རང་ཐོག་མའི་གཟུགས་ནི་ཡིན་ན་ཆོག་གི་མིན་ན་ཆོག་གི་གང་ལྟར་ད་ལྟའི་ང་ཚོའི་བོད་ཀྱི་ཡི་གེ་འདི། ད་རེས་སྔོན་གྱི་ཡབ་མེས་བཀའ་དྲིན་ཅན་ཚུལ་གྱིས་བྲིས་ན་ངེད་ཅིག་གིས་བེད་སྤྱོད་གཏོང་ཐུབ་པ་ཟིན་དོན་དུ་འདི་རེད། དེ་རེས་སྲོང་བཙན་གྱིས་ད་ལྟའི་ང་ཚོའི་བོད་ཀྱི་ཡི་གེ་འདི་འཛམ་བུ་གླིང་གི་ཡིག་རིགས་ཀྱི་རྣམ་གྲངས་ཀྱི་ནང་ནས་བྲིས་ན། ཡིག་རིགས་ཡག་པ་ཟིན་ཡིག་རིགས་སྔོན་ཐོན་གྱི་བྲིས་ཟིན་རེད་མ་གཏོགས་ཡིག་རིགས་ངོ་ཚ་བའི་དགོས་ཟིན་ཡིག་རིགས་ཐབས་ཆག་ཟིན་མ་རེད། འཛམ་གླིང་གི་ཡི་གེ་འདི་རང་བཞིན་གྱི་རིམ་གྱིས་གྲུབ་ནས་ཡོང་ནི་ཟིན་ད་མཁས་པའི་ཆེད་དུ་བཟོས་ནས་གི་ཡིག་རིགས་ཀྱི་རིགས་གཉིས་ཡོད་ནི་རེད། རིམ་གྱིས་གྲུབ་ནས་ཡོང་ནུས་ཡི་གེ་གམ་ཡང་ན་གཟུགས་འགྱུར་ཡི་གེ་ཟེར་ནི་རེད། གུས་པའི་ཕྱིར་དུ་གཟུགས་ནུས་ཡི་གེ་གམ་ཡང་ན་སྒྲ་བསྒྱུར་ཡི་གེ་ཟེར་ནི་རེད། ད་གི་རྒྱ་ནག་གི་ཡི་གེ་ལྟ་བུ་ཟེར་ན་གཟུགས་འགྱུར་ཡི་གེ་རེད། ད་རེ་ལྟའི་རི་འདྲ་ཟེར་གྱི་མྱེ་ལྟའི་མྱི་འདྲ་ཟེར་གྱི། ད་གི་ཡི་གེ་རེ་རེ་གི་ཐོག་ཧུ་ཀི་གཟུགས་ཀྱི་སྟེང་ནས་དོན་གོ་རྒྱུ་ཡོད་ནི་རེད་ད་རི་མོ་ཟེར་གི་ཡལ་བ་འདྲ་ཟེར་རེད་ད། དེའི་ཚིག་གི་འདི་ཆེན་པོའི་གཟུགས་འགྱུར་གྱི་ཡི་གེ་འདི་ཆེས་སྔ་ནི་རེད་ད། འགྲོ་བ་མྱེ་འདིའི་རི་མོ་བཀོད་ནི་ད། ད་ཅིག་རྩིས་རྒྱག་རྒྱུ་དང་དེ་མིག་གི་སྟེང་ན་རི་མོ་བཀོད་རྒྱུ་དེ་ཕར་ཡོང་ན་དཀོན་པ་ཕུག་ནི་དང་པོ་ཡིན་ཟེར་གོ་ནི་རེད་ད་གི་རི་མོ་དང་རིམ་གྱིས་རིམ་གྱིས་ཡི་གེ་འགྱུར་སོང་ནི་རེད་ད་གནའ་བོའི་ཨེན་ཇིབ་གི་རི་མོ་རྙིང་བ་ཆ་སྐབས་དེ་དུས་ན་ད་ཨེན་ཇིབ་གི་གཏོར་གཟུགས་འཁྱུར་སྟེང་གི་དེའི་ཉེ་འཁོར་གི་རི་མོ་རྙིང་བ་ཐམས་ཅད་པོ་དང་བོ་ཡི་གེ་རེད་ཟེར་གོ། དེ་རིང་སོང་ཚིག་གི་རི་མོ་འདེབས་རྒྱུའི་ཡི་གེ་དེ་ཡི་གེ་རྙིང་མ་རེད། ད་གུས་པས་ཁྱེར་ཐུབ་ཟུར་ནུ་གི་སྒྲ་བསྒྱུར་གི་ཡི་གེ་ལྟ་བུ་ཟིན་ཁ་ཡིན་ན་འགྲོ་བ་མིའི་རིགས་ཀྱི་དཔར་ཡོན་དུ་ཚད་ངེས་ཅན་འཛིན་ག་ཐུན་ཚར་ཤིན་ལིན་ཟེར་རེད་ར། དེ་རིང་སོང་ཚེ་གི་དེ་ཡི་གེ་དེའི་མིང་ཧྲོར་མི་འདྲ་བ་གཉིས་ཡོད་གི་སྲིད་དེའི་ནང་ནས་རང་རེའི་བོད་ཀྱི་ཡི་གེ་དུ་གུས་པས་ཁྱེར་ཐུབ་ཟུར་ནས་ཡོང་ནས་ད་སྒྲ་བསྒྱུར་གི་ཡི་གེ་ཡོད་དེའི་ནང་གི་ཁོངས་གཏོགས་རེད་ད་རྒྱ་ནག་གི་ཡི་གེ་ལྟ་བུ་ཟིན་ན་རིམ་པས་རིམ་པས་ཆགས་ཆེ་རུང་བའི་ཡི་གེ་རེད། ཁིར་ཀ། ཡིག་འབྲུ་རེ་རེ་གི་ཐོག་ན་གཟུགས་རིས་ཀྱི་དང་ནིའི་གོ་བ་རྒྱག་ནི་རེད་ཁིར་ཆ་ཀི་ཏི་ཁྱད་ཆོས་ཟིག་ཡིན་ཟེར་གོ་ནི་རེད་ཡང་ཏི་ཟེར་གྱི་ར་མྱི་རང་རང་ནང་གི་ཁྱད་ཆོས་ཡིན། དེའི་ནང་ན་ཡིག་འབྲུ་རེ་རེ་གི་ནང་རྒྱ་མི་རིགས་ཀྱི་རིག་གནས་ཀྱི་གྲུབ་ཚུལ་རྒྱ་མི་རིགས་ཀྱི་བསམ་བློ་གཏང་ཕྱོགས་དང་རྒྱ་མི་རིགས་ཀྱི་འཚོ་བའི་གོམས་གཤིས་ནང་འདྲིས་དུ་འོད་ཟེར་གོ་ནི་རེད། ཡང་ལ་ལ་ཟི་ཀི་ཏག་གཟུགས་འགྱུར་གྱི་ཡི་གེ་འདི་སྤྱིར་བཏང་ཙི་གེ་ཟི་ཕྱིའི་སྙིང་བོ་ཡིག་དུག་གི་མིག་རིག་གནག་ཤུབ་མ་ལྟར་ཀུན་གྱི་ཡི་གེ་རེད། ཀླུ་གི་ཡི་གེ་རེད་ཟེར་ན་དེ་མི་སེམས་ཁོ་ན་ཡོད་ནི་རེད་དམ་ཉེར་ལྟའི་ཉེར་འདྲ་གཟུགས་བྲིས་གཟོག་བྲིས་གཟོག་འདྲ་གཟུགས་བྲིས་ད་ཁྱོད་ནི་དཔའ་རིན་འཐོམ་ཤིང་གི་ཤེས་རབ་ཀྱི་འཐོམ་ཤིང་གི་ཡི་གེ་ཟི་མ་རེད་དོ། ཀླུ་ཡི་གེ་རེད་ཟེར་ན་ཡང་ཡོད་ནི་རེད། རྒྱ་ཡིན་ན་ཁོང་ཅི་ཡང་དེ་ཁྱད་ཆོས་ཡོད་ཟེར་ནི་རེད། ཨ་ཅེ་ཀི། ཕོ་མོ་གི་ཕོ་ལྟ་བུ་ཟེར་ན་ནན་ཟེར་ནི་བྲི་རྒྱུ་བཏང་ན་བཞང་ཟེར་ཡོད་ནི་རེད་སྐབས་ན་བ་ཡིག་གི་ཤིག་གི་ལི་ཡོད་ནི་རེད་ནི་ཕྱིས་གི་ནི།

རྒྱལ་ཁབ་ཀྱི་གོ་བཅའ་གཟིགས་འདུག་རྒྱུ་གོ་ལས་དུས་ན་ཡི་གེ་དང་ཆི་ཟིག་ལི་གོ་མ་ཞེས་དཔེ་མེད་དཀའ་ནི་རེད་ཟེར་བ་ཁ་དར་ནག་གི་ཡི་གེ་འདྲ་ཟིན་ཟིག་གི་ཞེས་སོང་འདི་མི་ར་སྐོར་བཟོ་གི་རེད་རྒྱལ་ཁབ་རེད་ད་གི་དུས་ན་བང་ཟི་ཡོད་ས་རེད་ད་རྒྱལ་རོགས་རེད་རེད་ད་ད་ཡི་གེ་སོ་མ་ལི་དུས་ན་མ་རོ་སང་གི་ལྟ་གྲུབ་ཕར་ཆེ་ལྟར་ཚར་ཞིན་རེད་ད་མི་འགྲིག་གི་དུ་གི་གོ་རྒྱུ་མཚན་གི་བསམ་མནོ་རེད་རྒྱལ་ཁབ་འདི་རྒྱལ་རོགས་ཁུ་རུ་མ་རེད་ཟེར་བ་རེད